མཚོ་བ་རྒྱལ་ཟུང་འབྲེལ་གྱི་གསར་འགྱུར་ལྷན་ཚོགས་ཤིག་གི་བརྒྱུད་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཚེ་མེད་དང། བཙན་བྱོལ་བོད་མི་སྒྲིག་འཛུགས་གཏོར་བཤིག་གཏོང་བའི་བསམ་ངན་སྦྱོར་རྩུབ་ཀྱི་བརྒྱུད་སྐུལ་བྱེད་མཁན་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་ནན་བརྗོད་དང། ཁོ་པ་འཇིགས་སྐུལ་བར་ངོས་འཛིན་ཐོག་དབུས་བོད་མི་སྒྲིག་འཛུགས་གཙོས་འབྲེལ་ཡོད་ནས་ཁྲིམས་གཏུགས་གནང་གལ་མ་ཟད། དེ་འཕྲལ་ཁྲིམས་གཏུགས་ལས་འགུལ་གང་སྤེལ་ལ་ཕྱ་གྲུ་མཉམ་འདེགས་ཞུ་རྒྱུ་ཡིན་ཞེས་གསུངས་སོང།

དེ་ཚོའི་གྲལ་དུ་འཇིགས་སྐུལ་རི་ལུགས་ཀྱི་ནང་ལོགས་བཅུག་དགོས་ཡ་དེ་གལ་ཆེན་པོ་འདུག་ཕྱི་ཐང་དུ་གང་སེ་བཅུག་ཡ་དེ་ལ་ཡག་པོ་རེད། ཡིན་ནའང་དེ་ལས་ཀྱི་རྫབ་ཆེ་བ་ཅིག་གནད་འགག་ཚ་བ་ཅིག་དེ་ཚོའི་གྲལ་དུ་ང་ཚོ་བཅུག་ཐོག་བྱེད་དགོས་དོན་མ་གཏོགས། ག་རེ་ཚེ་ན་ག་རེ་ཡིན་ན་ཡོང་སྲིད་ཡ་ཅིག་གིས་དེ་ང་ཚོ། ཡོང་སྲིད་ཀྱི་རེད་བསམ་ཡོད་ག་རེ་བྱས་ཚེ་ང་ཚོ་ཡིད་ཆེས་ཡོད་མ་ཡིད་མི་ཆེས་དགོས་རྒྱུ་མཚན་ག་རེ་ཟེར་མི་དུས་ཚོད་ཀྱི་ལོ་རྒྱུས་དང། གཉིས་ལུས་མ་ཡིན་གསུང་གི་བྱ་སྤྱོད་དེ་ཚོར་ད་ནི་ཡིད་ཆེས་ཐུབ་འོས་མི་འདུག་བ། ད་ལྟ།

དེ་འདྲ་སོང་ཙང་དེ་ཚོ་བྲིས་དུས་ནོ། རྣམ་པ་ཚོ་གཅིག་བྱས་ཡོད་མི་འདུག་ཨེ་ཟེར་གཅིག་བྱས་ཡོད་ན་ངའི་ངོས་ནས་འགྱོགས་ཤོར་ཡོད་ཟེར་ཏེ་དེ་རེད། ད་ང་ཚོ་མུ་མཐུད་གཉིས་ལྟ་ཡིན་ད། ཡིན་ནས་སུས་རྒྱབ་སྐྱོར་བྱེད་མཁན་ཡོད་མེད་དེ་གསལ་པོ་རེད། དེ་ཚོས་ཨུ་ཚུགས་རྒྱབ་བྱས་ད་ང་དངོས་ཡོད་གནས་ཚུལ་དེ་ཤེས་ཀྱི་ཡོད་དེ་ཚང་མ་ང་རྫུན་བཤད་ཐུབ་གི་མི་འདུག་རང་ངས་དེ་ཞུས་པ་རེད། དེ་ཞུས་པ་དེ་གིས་རྒྱ་བོར་མི་ཆེ་བཀའ་གནང་རྒྱུ་དེ་ངས་དགོས་པའི་དབང་གིས་བཀའ་གནང་བ་རེད་ད།

ཉེ་ཆར།
ཨོ་གླིང་ལྷོ་ཕྱོགས་ས་ཁུལ་ཨེ་ཏི་ལེ་ཏེ་ཞེས་པར་གནས་སྡོད། ངོས་མིང་ལ་སེང་གེ་དང། དྲ་མིང་གངས། གངས་སེང་ཟེར་མཁན་ཞིག་ཉིན་སྐམ། དོན་གྱིས་གླེན་ཏེ་རང་ཅག་གངས་ཅན་པ་ཡོངས་ཀྱིས་དཔྲལ་བའི་མིག་དང་ཁོག་པའི་སྙིང་ལྟ་བུ། ྋགོང་ས ྋསྐྱབས་མགོན་དགེ་བའི་དབང་པོ་མཆོག་ལ་ཚད་ལས་བརྒལ་བའི་འཚེ་མེད་དང། མགོན་པོ་གང་གི་སྐུ་སྲོག་ལ་འཇིགས་སྐུལ་བྱས་པ་མ་ཟད། བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ལ་དགྲ་བོའི་འདུ་ཤེས་བཟུང་སྟེ། བཙན་བྱོལ་བོད་མིའི་སྒྲིག་འཛུགས་གཏོར་བཤིག་གཏོང་བའི་བསམ་ངན། འབྱོར་རྩུབ་ཀྱི་བརྒྱུད་སྐུལ། བྱས་པར། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཕྱེད་ཀ་བརྒྱད་ཀྱི་ཁྱབ་ཁོངས་རྒྱ་ཆེའི་མི་མང་ཡོངས་ནས་མཐའ་གཅིག་ཏུ་ངོ་རྒོལ་ཡོད། གཉིས་པ། མིང་ལ་སེངྒེ་ཟེར་བའི་ང་ཚོའི་བོད་མི་སྤྱི་བོ་གནམ་བསྟན་ཡོངས་ཀྱི་མགོན་སྐྱབས། དམ་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་སྲོག་ལ་དོ་ཕོག་གཏོང་སེམས་ཀྱིས་དགྲ་གཟུགས་གཉིས་ཀྱི་ཐོག་ནས་འཚེ་མོད་བསམ་ཡུལ་ལས་འདས་པ་བྱས་པས། ཚོགས་པ་བརྒྱད་ཀྱི་ངོས་ནས་ཁོ། བོད་མི་རིགས་ཀྱི་ཆིག་སྒྲིལ། གཏོར་བཤིག་པ་དང། འཇིགས་སྐུལ་བར་ངོས་འཛིན་ཐོག་ནས། གནས་ཡུལ་རྒྱ་གར། གཞུང་དང། ས་གནས་ཀྱི་འབྲེལ་ཡོད་ལས་ཁུངས་ཁག་ལ། ཁོའི་སྤྱི་ཚོགས་སུ་བཀྲམས་པའི་འདྲ་གཟུགས་གཉིས་དང། ཁོ་ཡི་ལོ་རྒྱུས་སོགས་མཁོ་སྤྲོད་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་བདེ་འཇགས་དང་འབྲེལ་བའི་ཐོག་རྒྱ་གར་ལ་ཡོང་མི་འཇུག་པར་འབོད་སྐུལ་ཞུ་རྒྱུ་ཡིན། ལྷག་པར།

ཐ་མ་འཛུལ་སོང་བཙན་འཛུལ་བྱས་སོང། གང་ལྟར་ཀྱང་གཉིས་དངོས་སུ་མྱུར་འཛུལ་ནས་འདྲ་རྗེས་འཛུལ་ནས་འདྲ་ཚང་མ་བཙན་འཛུལ་རིགས་ལུས་པ་རེད། བྱས་ཙང་བཙན་འཛུལ་རིགས་ལུས་པ་དེ་སྐད་དྲིས་དེ་ནི་ཡ་ཅིག་བྱས་མི་འདུག་ཨེས་ད་ཁྱོད་ཚོ་ཚོགས་པ་ལྔ་ཡིན་ན་བརྒྱད་ཡིན་ན་བཅུ་ཡིན་ན་བཅོ་ལྔ་ཡིན་ན། གང་ལྟར་ཁྱོད་ཚོ་གཅིག་ཁྱོད་ཚོ་གཅིག་བྱས་ཐུབ་པ་ཡིན་ན། གཉིས་ང་འཇོག་ཤོག་ཡོད་ད།

འཛམ་གླིང་རྒྱལ་སྤྱི་དང་གནས་ཡུལ་རྒྱལ་ཁབ་ཀྱི་འཇིགས་སྐུལ་བར་ངོས་འཛིན་གང་ཡོད་ལྟར། དབུས་བོད་མི་སྒྲིག་འཛུགས་གཙོས་འབྲེལ་ཡོད་ལས་ཁུངས་ནས་ཁྲིམས་གཏུགས་ཞུ་དགོས་པར་འབོད་སྐུལ་དང། ཁྲིམས་གཏུགས་སོགས་ལས་འགུལ་གང་སྤེལ་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་བརྒལ་ནས་ཕྱི་དྲོ་མཉམ་བསྡད་ཞུ་རྒྱུ་ཡིན་ཅེས་ཚིག་ཐག་ཆོད་པོས་གསུངས་སོང། འཇིགས་སྐུལ་བ་སེང་གེ།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཇིགས་སྐུལ་བྱས་པའི་བྱ་སྤྱོད་དེར། འཛམ་གླིང་རྒྱལ་སྤྱི་དང། གནས་ཡུལ་རྒྱལ་ཁབ། འཇིགས་སྐུལ་བར་ངོས་འཛིན་གང་ཡོད་ལྟར། དབུས་བོད་མི་སྒྲིག་འཛུགས། གཙོས། འབྲེལ་ཡོད་ནས་ཁྲིམས་གཏུག་ཞུ་དགོས་པར་འབོད་སྐུལ་དང། ཁྲིམས་གཏུག་སོགས་ལས་འགུལ་གང་སྤེལ་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་བརྒྱད་ནས་ཕྱག་གྲུ་མཉམ་འདེགས་ཞུ་རྒྱུ་ཡིན། མིང་ལ་སེང་གེ་ཟེར་བའི་བཀའ་དྲིན་བསམ་མེད་ཀྱི་མི་དེ་རྒྱབ་ལྗོངས་རྩ་གཅོད་དང་འབྲེལ་འབྲེལ་ཡོད་སུ་ཡོད། བདེ་སྲུང་གཙོས་འབྲེལ་ཡོད་ཁག་ནས་ཞིབ་དཔྱོད་ནན་དཀྲོང་དང། དེའི་རིགས་རྒྱ་ཡུན་དུ་མི་གཏོང་བར་འབོད་སྐུལ་ཞུ་རྒྱུ་ཡིན།
ཨ་ཅག་དེ་གང་དུ་ནོ། གངས་སེང་ནོ་འདོན་ད་ན་བྱས་ན་གསུངས། དང་པོ་དེ་ག་རེ་རེད་ས་ཡིན་ན་ཤང་གི་རྒྱལ་བ་ཐང་ཆེན་ཆེན་པོ་ནོ་འཇིགས་རྒྱུ་བྱས་འདུག་གཅིག་བྱས། གཉིས་པ་དེ་ག་རེ་ས་བོད་མི་འདྲི་ཚུགས་རྡོ་ཐོག་བྱས་འདུག་དེ་གཉིས་དེ་ངས་འདྲི་ཤེས་རྒྱུ་ཚར་སོང། གསུངས་པ་དེ་ག་རེ་ས་བོད་པའི་སྤྱི་ཚོགས་དཀྲུགས་འདུག་ལ་དེར། ད་བོད་པའི་སྤྱི་ཚོགས་དཀྲུགས་འདུག་ས་གངས་སེང་དཀྲུགས་འདུག་ས་དེ། དེ། དེ་ལས་རྫབ་ཆེ་བ་གཅིག་ག་རེ་དཀྲུགས་འདུག་ཟེར་སྨྱོ་ནད་ཆེ་བ་ཡིན་ན་ང་ཚོས་མགོ་ཁྲིད་མཁན་དེ་ཚོས་ཡག་པོ་ཁྲིད་དགོས་ར། མགོ་ཡག་པོ་མ་ཁྲིད་བ་བྱས་ནས་དེ་དཀྲུགས་ཨ་སི་ལི་དེ་གི་དཀྲུགས་འདུག་དངོས་གནས། ད་བདག་གི་ཨ་ཅག་དེ་ཡིན་ན་ཁོ་ནོ་དཀྲུགས་འདུག་ངེས་ཅི་རེད། ག་རེ་ཟེར་ན། འཁྲུགས་ཡ་དེ་ག་འདྲ་ཆེ་འཁྲུགས་ཐེག་ཡོད་རེད་ཟེར་བ་ཡིན་ན།

ང་ཚོས་དང་པོ་ཁྲིན་དང་འབྲི་ཚུགས་ཀྱིས་བཟོ་ཡི་ཡིན་ཟེར་གང་ཟག་ཁ་ན་མ་ཉོ་ཡང་ཁྲིན་དང་འབྲི་ཚུགས་འོག་འགྲོ་གི་ཡིན་ཟེར་ད་དུ་ཁྲིན་དང་འབྲི་ཚུགས་བཟོ་ཡོད་ར་ཡོད། ད་ང་ཚོས་བོད་མི་འབྲི་ཚུགས་ཡིན་ན་འདྲ་ཚོ་པ་སོ་སོ་ཡིན་ན་འདྲ་ཡིན་ན་མི་ཡ་མེད་དུ་བརྩི་རོགས་བྱས་ཡོད་མ་རེད་འཁྲུག་ཡ་དེ་གང་ཅིས་འཁྲུག་འདུག་ཨ་ཅག་དེ་དེ་འདྲའི་ཅན་ཤི་ཚོ་འཁྲུག་འདི་ཡིན་ཅིས་རེད་འདུག་ཨ་འདི་རེད།

ཁྲམ་པ་དེ་ཚོ་བྲིས་ཏེ་ཁ་ནས་ག་རེ་བཤད་ཀྱི་ཡོད་བྱ་བ་ག་རེ་བྱེད་ཀྱི་ཡོད་དེ་ཡང་ང་ཚོས་མིག་གིས་མཐོང་འདོད་ཅིག་རེད། འདོན་ད་དོ་དོ་བྱེད་ཡ་ཡིན་ན་ཁྲམ་པ་དེ་ཚོ་བྲིས་ཏེ་ག་རེ་ཟེར་ན་རྩ་དོན་མི་རིགས་ཐོས་རྩོད་རྒྱ་གར་རམ་ཅིང་དད་པ་ཅིག་དང་དེ་ཚོ་བྲིས་ཏེ་ཕ་བྱ་ལོས་བ་དེ་རེད། ག་རེ་བྱེད་ཡིན་ཟེར་ན་ཁོ་ཚོས་དེ་ཚོ་ཁ་ལ་ཁུར་ཡ་གི་ཐོག་འདྲ་བོ་ཅིག་རེད་མ་གཏོགས་དོན་ངོ་མ་གི་ཐོག་ནས་དེ་བྱེད་ཀྱི་མི་འདུག་ཨ་དོན་ངོ་མ་གི་ཐོག་ནས་ག་རེ་བྱེད་ཀྱི་འདུག་ཟེར་ན་ཁོ་ནོར་ཚོ་ད་ང་ཚོ་འཛམ་གླིང་གང་ན་སྐད་བརྗོད་ཀྱི་ཡོད་ར་ང་ཚོ་རྗེས་ཁོག་ཤོར་སོང་ས་ཆ་མེད་སྐུ་གཟུགས་ཙམ་མེད་ཟེར་ཨ་ནི་འཛམ་གླིང་གང་ན་འོ་གི་ཨ་ནི་ཅི། ད་ཞང་དང་ཡིན་གྱི་བསྡད་ངེས་ཀྱི་ཅེས་ཚོ་པ་ཞིག་གྲགས་པ་ཡིན་ན་འདྲ་གང་ཟག་བརྒྱད་ཡིན་ན་འདྲ་མཇལ་ཁ་དུས་ཚིགས་ཡིན་ན་འདྲ་དེ་འདྲས་ཀྱི་ང་ཚོ་རོགས་སྐྱོར་ནང་དོག་དོག་ཅིག་ག་ས་གང་ཅིའི་དོག་དོག་རང་དུ་ཡ་དེ་ཁད་དེ་དུས་ཨ་ནི་ཁོ་ཚོའི་ཟ་མི་དུས་ཟ་རྒྱུན་དུས་ཟ་ཕག་གི་ཟ་བུ་གི་ཟ་ཚོ་འདྲས་དུས་སུ་བྱེད་ཡ་གི་བྱ་གི་དེ་རེད་མ་གཏོགས་གཞན་དག་དོན་ངོ་མིན་གྱི་དོག་ནི་མང་ཅིག་རྩ་དོན་མི་རིག་གི་དོག་ཚོད་ཀྱི་དག་ཅིག་གད་འདུག་ཨེ་ལ་བ་དེ་འདི་རྣམ་པ་ཚོ་གི་གཟིགས་དག་ང་དེ་མཐོང་ཐུག་ཡོད་མ་མཐོང་མ་ཐུག་ཨ་སོང་ཙང་མི་ཡུལ་ངན་པ་དེ་འདྲས་ཅིག་བཅོང་ནས་ལས་ཀ་སྡུག་ཅག་བྱས་ནས་བོད་མི་ཚོ་དཀྲུགས་འདི་ཡ་གཙོ་བོ་ཅིག་དེ་དེ་ཆགས་ཀྱི་འདུག་ཨ་ས་ཉིན་བཟང་ཚུལ་དེ་ཅིག་རེད་ས་ཞུ་འདོད་བྱུང།

ག་རེ་འཇོག་གི་ཡོད་ཟེར་ན་སྐུ་ངལ་གྱིས་སྤྱི་ཚོགས་ནང་ལུག་ཟིང་སྣོག་བཤད་ཀྱི་ཡོད། སྤྱི་ཚོགས་ནང་ཕན་ཡག་དང་གནོད་ཡག་གཉིས་འདུག་ངས་ཕན་ཆེད་གནོད་ཡག་འདུག་ཟློ་བརྒྱ་ཕྲག་སྟོང་ཕྲག་འདུག་ཟེར་ཆེ་བ་ཆགས་སོང་ཟེར་དེ་དྲན་ཡོད། ག་རེ་ཟེར་ན་སྔ་མ་ནོར་ལོག་ནི་སྐུ་ངལ་གྱིས་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ཐོག་འདེད་དེ་རེད། གཉིས་ཀྱིས་ད་ཡང་ནིང་ལོ་དྲ་དེ་སྐུ་ངལ་གྱིས་ད་གཙང་མ་གཅིག་མ་བཟོ་བ་བྱས་དེ་གཉིས་དེ་ཐོག་ནང་བོད་གཞུང་གིས་གཉིས་ལོ་ཆ་ཆེན་ཁྲིན་ཏུའུ་བཅོས་འགྲོ་སོང་ག་ཚིག་བཏང་དགོས་ཀྱི་ཡོད། ད་དེ་འོས་ངོ་ཚུགས་ཀྱི་ལོ་རྒྱུས་ཀྱི་ཐོག་ནས་རྒྱུ་རིང་རིང་རིན་པོ་ཆེ་རོ། དེ་གཅིག་བཅས། གཉིས་པ་ཆེས་དཀོན་མཁན་གྱི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འཕྲིན་བརྩི་གི་མེད། མི་བརྩི་ནས་རྒྱ་གར་གྱི་འཕྲིན་བསྡུ་གི་ཡོད། དེ་ཚང་མ་ངོ་ཚང་མ་ཤི་ཚད་ནང་ཟེར། དེ་མི་ཚད་དཀོན་མཁན་གྱི་ཉིས་སྟོང་ཉེར་བཞི་རྩ་གཅིག་ལོའི་ནང་ལོ་ནོར་དེ་གཉིས་ད་གར་ལབ་གི། ཡོད་གི། བཙན་བྱོལ་བོད་མིའི་སྒྲིག་འཛུགས། རྒྱ་གར་འཛུགས་བྱས་ནས་ཡང་དག་པའི་དམངས་གཙོ།

དེ་ནང་བཞིན་གྱི། སྐུ་དངོས་ཀྱིས་ཅིག་བྱས་ཐུབ་ན། ཅེས་སོ་སོ་སྒེར་ཉོན་ཅིག་བྱས་ཐུབ་ན་དང་པོ་དེ་གལ་ཆེ་བ་ཡོད་ས་རེད་བསམ། ཉིན་ཐོག་ཉིན་རྩ་གཅིག་ལོ་ནང་ལོ་བཙན་འཛུལ་བྱས་ངེས་ཀྱི་ནང་ལོ་ནི། སྐུ་དངོས་གཏེར་དཔོན་གཅིག་ཡིན་པ་ད་ཤི་ཚེ་ནང་སེ་རེད་ཟེར་ཏེ་ཞུ་འདོད་བྱུང།